ད་ལྟ་ངའི་དྲི་བ་འདི། ཀུན་ལགས་ཀྱི་ཤེས་ཡོན་གྱི་གནས་ཚད་ག་རེ་རོགས་ག་ཚད་རོགས་ཀྱི་ཡིན་ན། མཐོ་སློབ་ག་ནས་ཐོན་པ་ཡིན་ན། བརྒྱ་ཆ་ག་ཚད་ཐོག་ནས་ཐོན་པ་ཡིན་ན། དེ་དང་མཉམ་དུ་ལ། ད་དེའི་བཟང་སྤྱོད་དང་ལྡན་གྱི་ཡོད་ན་མེད་ན་ངས་འགོ་ཚུགས་གི་མི་འདུག། དེ་འདྲའི་གསུང་མཁན་སྐྱོན་ལྡན་པ་ཡིན་ན། གོང་ལགས་ཀྱིས་ཨང་རྟགས་བཀའ་སློབ་གནང་རྒྱུ་དེ། དྲི་མ། འགན་འཁྱེར་བའི་ཐོག་ནས་བཀའ་སློབ། དྲི་བ་དྲི་ཡ་གི་ཐོབ་ཐང་དེ་སོ་སོར་ཡོད་རེད། ལན་ག་འདྲས་རྒྱབ་མ་རྒྱབ་དེ་ཐོབ་ཐང་དེ་ང་ལ་ཡོད་རེད། མང་གཙོའི་མང་གཙོའི་ནང་ལོགས་ལ་ཡ་ཅིག་དེ་བ་ཁ་བཀའ་ཡ་བྱེད་ཡ་དང་དེ་ཚོ་ཐབས་ཤེས་དེ་ཡག་པོ་མ་རེད། དྲི་བ་ལ་རྒྱུ་མཚན་ཡོད་མེད་དེ་དྲི་བ་བཏང་ངེས་བཀོད་ངེས་ཀྱི་བལྟ་ཡ་རེད།

ཆབ་སྲིད་ཀྱི་གནས་སྟངས་ཐོག་ནས་འགལ་རྐྱེན་ག་འདྲ་རུ་བྱེད་ཀྱི་ཡོད་དམ་མེད། དེ་ནི་ད་ལྟ་ཐུག་ཐུག་ནང་ལོགས་ལ། སྤྱི་ཚོགས་ནང་ལོགས་ལ། ད་འཛམ་གླིང་སྡིངས་ཆ་འདིའི་ནང་ལོགས་ལ་རྐྱང་འཁོར་མཇལ་དཀའ། ལབ་བརྒྱ་ཕྲག་མང་པོ་ཁྲི་ཕྲག་མང་པོ་བཤད་ནས་མ་འབྲི་བ་ཡོད་མ་རེད། དཀའ་ལབ་དེ་ཚོ་ནང་ནས་རྒྱུ་མཚན་ཡོད་བ་ག་རེ་ག་རེ་ཟིན་ཡོད་ན། རྒྱུ་མཚན་མེད་བ་ག་རེ་ག་རེ་ཟིན་ཡོད་ན།
དེ་ནི། ད་དེ་ཚོ་ལ་དྲི་བ་ཁག་གསུམ་ཆགས་ཚར་མི་གཅིག་གིས། ཨ་ནི། འདི་དང་པོ་གཉིས་དྲི་བ་འདི་གའི་ལན་བསྐྱོན་ཚར་བ་དུས་ཚོད་བྱུང་སོང་ན་ཁྱེད་རང་མགོ་ན་ཡར་ཕུད་གོ་སྐབས་ཕུལ་ཆོག་པོ་གྱིས། ད་ལྟ་ང་ཚོ Swiss ནང་ལ་ཡོད་དུས་བརྩམས་པ Swiss ནང་ལོགས་ལ་ད་ལྟ་ཁོང་ལགས་ཀྱི་གསུང་བཤད་འདིའི་ནང་ལོགས་ལ། དུས་ཚོད་ཀྱི་རིན་ཐང་འདི་གལ་ཆེན་པོ་ཞིག་ཅིག་ཡིན་གསུངས་བསྡད་འདུག་འཛིན་རིམ་བཞི་གསུམ་གྱི་ད་ལྟ་དུས་ཚོད་འགྲོ་མེད་པོ་སོང་ཙང་དེ་ལ་ཡང་བློ་ཕམ་རོགས་ཅིག་ཡོད་བསྡད་འདུག་འདས་པའི་ད་ལྟ་སྐུ་ངོ་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ལགས་ཀྱིས་རྒྱ་གར་ནང་ལོགས་ལ་ནད་ཡོམ་འདི་དང་སྦྲགས་ཅེས་རྒྱ་གར་གཞུང་དང་དམངས་གཉིས་བཀའ་དྲིན་ཆེན་པོ་ཡིན་བྱས་རྗེས་དཔལ་འབྱོར་བསྡུ་རུབ་ཅིག་བྱས་ཡོད་རེད། དཔལ་འབྱོར་བསྡུ་རུབ་འདིའི་སྒང་ནི། དཔལ་འབྱོར་བསྡུ་རུབ་འདིའི་ཆ་ཚང་རྒྱ་གར་གཞུང་ལ་ཡང་ཕུལ་ཐུལ་ཡོད་དང་ཡོད་མ་རེད། ག་ཚད་ཀྱི་ཕུལ་ཐུལ་མ་ཕུལ་མ་ཐུལ་བ་ཡོད་པ་ཡིན་ན། ཨ་ནེ་འདིས། གཅེན་གཅུང་བོད་མིའི་སྒྲིག་འཛུགས་ཀྱིས་བོད་མི་མང་བོད་མི་རིགས་འདི་ཚོ་དཀའ་ངལ་འཕྲད་ཀྱི་འདུག་འདིའི་སྒང་ལ་བེད་སྤྱོད་བཏང་ཡ་ལ། བཏང་ཆོག་གི་རེད་བྱས་རྗེས་བཀའ་འཁྲོལ་སུས་ཀྱི་གནང་ཡོད་རེད་དེ་གི་མིང་དཔོན་ཞིག་གནང་རོགས་གནང།
དེ་ནས་གར་སི་གོ་རྟེ་ཨ། ཤེས་ཡོན་སྐོར་དེ་གཅིག་གསུངས་ཟུར་བ། འདི་ཐོ་ཞེ་ཡག་པོ་བྱུང་སི་བས། ད་ལྟ་ཤེས་ཡོན་ད་དེ་ངས་དྲི་བ་དེ་ཡག་པོ་ཞིག་མགོ་ཚོས་མི་འདུག་དེ་ནས་མཐོ་སློབ་སྐོར་ལས་གཅིག་གསུངས་ཤག་ད་དེ་ཚོ་ད་སྐྱོན་རང་ཆེན་པོ་སི་གས་མི་འདུག་ད་ལྟ་མཐོ་སློབ་སྐོར་ལས་ཡང་ངས་སྐད་ཆ་གཅིག་བཤད་རེད་སི་ལ།

ཁོ་རང་ལ་ངས་དང་པོ་ནས་ལབ་བས་ཁྱེད་རང་འདི་ཡིག་ཐོག་ནས་བྲིས་ཡ་རེད་འདུག་བ། འདྲ་དང་འདི་རེ་མེད་དུས་ཚོམ་པ་ལ། ཁྱེད་རང་གཟབ་གཟབ་བྱེད་ན་མ་ཐུབ་ཅིག་གི་དེ་སྔས་ལ་ཡང་ང cnn Eighteen མཉམ་དུ་དཀའ་ངལ་གྱི་འཕྲད་སོང་དང་ཡི་གེ་ཡག་པོ་མ་ཕབ་བ་ཡིན་ན། འོ་འདི་ད་ངས་དངོས་བཤད་མ་རེད་དེ་རིག་ཤེས་ཀྱི་ཐོག་ནས་ལབ་ཤ་བ་ཅིག་འདི་ཏག་ཏག་འདྲ་བོ་ཅི། ངས་མ་ཤེས་པའི་གནད་དོན་གཅིག་ཁོས་ན་འདི་ན་བྲིས་ཡོད་རེད། འདི་བྲིས་པ་འདིས་རྗེས་ལ་ཡང་ད་ཁོ་རང་ལ་ཡང་ཁྱེད་རང་གིས་འདི་འདྲས་བྲིས་བཞག་དེ་ཡང་ང་ཚོའི་གི་རླུང་འཕྲིན། ནོར་ཝེ་རླུང་འཕྲིན་གི་ནང་ལོགས་ལ VOT ནང་ལོགས་ལ་སྲིད་སྐྱོང་གིས་ཨ་ནི Sputnik ལ་དེ་འདྲས་བཤད་བཞག་ལ་ནི་གནས་ཚུལ་ཅིག་བཟོས་པ་བྱུང་བ་རེད། VOT གི་ནོར་ཝེ་རླུང་འཕྲིན་ཁང་གིས་སྲིད་སྐྱོང་ལས་ཁུངས་ལ་ཡག་ཡོང་ནི་སྐད་ཆ་དྲིས་ནི་བོད་སྐད་ནང་ལོགས་ལ་མ་ཡང་བྱ་གཙང་མ་བཟོ་ཡོད་རེད་བྷི་ཨོ་ཏྲིག་ད་རྙོག་དྲ་བཤད་པ་དེ་ཁྱེད་རང་ཚོ་གོ་ཡོད་རེད་འདི་གཙང་མ་བཟོ་བ་དེ་ཁྱེད་རང་ཚོ་གོ་ཡོད་མ་རེད་དེ་ཡིན་དུས་ཚང་པ་ལ་ད་ལྟ་མུ་མཐུད་ནས་ལྷག་བསྡད་ཡོད་རེད་བ་གཅིག་འདི་རེད་གཉིས་ནི། འདི་ཟེར་དགོས། ད་ལས་རིགས་ན་ད་རིང་འདི་ང་ཚོ་གྲོས་ཚོགས་འཚོགས་གི་ཡོད་མ་རེད་དང་པོ་ལན་རྒྱབ་བཅུག་དེ་ནས་ག་རེ་ཟེར་ན་དང་པོ་ལན་རྒྱབ་བཅུག་དང་དང་པོ་ཉན་དང་དེ་ནས་འདོད་མ་ཁ་ན་སྐད་ཆ་དྲི་ཆོག་རུ་བ་དེ་ནས་དེའི་པ་ར་དེ་ལ་དེར་པ་ར་དེ་ལ་འབིར་ནས་ས་གནས་འཐུས་ཚོགས་ཁག་གཉིས་ཀྱི་ད་ལྟ་གནད་དོན་དེ་ག་རང་དང་འབྲེལ་བ་ཡོད་པའི་གི་དྲི་བ་བཏང་སོང་དྲི་བ་བཏང་ཟེར་ཟེར་ན་ས་གནས་ལ་གྲོས་ཆོད་བཞག་བཞག་སྦིར་སྡེ་དགེ་དང་སྦིར་ནང་ཆེན་གྱི་ས་གནས་འཐུས་ཚོགས་གཉིས་ཀྱིས་ཁྱེད་རང་གིས Sputnik ལ་དེ་འདྲའི་བཤད་བཞག་ཟེར་ཅེས་ཀྱི་དེ་འདྲའི་གྲོས་ཆོད་བཞག་ནས་ད་འདི་ཐེངས་མ་དང་པོ། ང་ཚོ་ལ་ཡང་དངོས་སུ་བཀའ་ཤག་ལ་ཡང་སྒྲིག་འཛུགས་གཅིག་ངོ་བོ་ཐོག་ནས་ཡང་སླེབས་ཡོང་དུས་འཚམས་པ་ཨ་ནི་གཞི་ནས་ང་ཚོ་དེ་ལན་རྒྱབ་པ་ཡིན། ཁ་སང་དེའི་སྔས་ལ་སྤྱི་ཚོགས་དྲྭ་རྒྱ་ནང་ལ་བཤད་བསྡད་བ་མ་གཏོགས་ཅིག་གིས་ཨ་ནི་ངས་ལན་རྒྱབ་མེད། དེ་ང་ཚོ་སྲིད་བྱུས་དེ་ག་རང་ཡིན། སྤྱི་ཟུར་དྲ་རྒྱ་ནང་ལ་འཇའ་འགྲོ་གི་ཡོད་ན་སྟོང་འདྲ་གི་ཡོད་ན་ང་ཚོ་ལན་རྒྱག་གི་མེད། མི་ངོ་ཐག་ཆོད་པོ་གི་དྲི་བ་སུས་བཏང་པ་ཡིན་ན་མི་གཅིག་གི་བཏང་པ་ཡིན་ནི་རེད་བརྒྱུད་ལམ་ཁག་ཅིག་གི་བཏང་བ་ཡིན་ན་ང་ཚོ་ལན་རྒྱབ་གི་ཡིན། དེ་ལ་དུས་སམ་པ་ལ་སྦིར་སྡེ་དགེ་དང་སྦིར་ནང་ཆེན་གི་ས་གནས་འཐུས་ཚོགས་གཉིས་ཀྱི་གྲོས་ཆོད་བཞག་བཞག་པ་ཡིག་ཐོག་ནས་ཡང་སླེབས་པའི་སོང་ཙང་ང་ཚོས་ཡིག་ཐོག་ནས་མ་ལན་རྒྱབ། Sputnik གི་ཡང་ལན་བཏང་བཞག་པ་ང་ཚོས་གི་མ་འབྲེལ་བ་བྱེད་བཞག་པ Sputnik གི་ཁོང་ཚོས་གི་འགྱུར་བ་བཏང་པ་དང་ཨ་ནི་སྲིད་སྐྱོང་གིས་ང་ལ་ཡ་དགོངས་པ་གནང་རོགས་གྱིས I hope the སྲིད་སྐྱོང will forgive me ཞེས་ཡི་གེ་དེ་ལ་ཡོད་རེད། འདི་གའི་ཆ་ཚང་གཅིག་འདྲ་བཤུས་བྱས་ཆེ་སྦིར་སྡེ་དགེ་དང་སྦིར་ནང་ཆེས་ཀྱི་ས་གནས་འཐུས་ཚོགས་ལ་ཕར་བཏང་ཞེས་ཡོད་འདི་གསལ་པོ་བཟོས་ཚར་བ་ཡིན་དེ་ནས་བོད་དམག་གསར་འགོད་ཀྱི་བརྒྱུད་ལམ་ཁག་ནང་ལོ་ལ་བོད་པའི་གསར་འགོད་པ་སུ་གཅིག་གིས་འདི་སྐོར་ལ་སྐད་ཆ་དྲིས་ངས་བྱུང་མ་སོང། བྷི་ཨོ་ཏི་གི་གཙང་མ་ཟེར་བ་དེ་མ་གཏོགས་ཅི། བྱས་ཙང་གྲོས་ཚོགས་ནང་ལོ་ལེགས་འདི་སྐོར་ལ་དྲི་བ་གླེང་མ་སོང་ཅི་ཙང་གྲོས་ཚོགས་ནང་ལེར་བཤད་དགོས་ཡ་རྒྱུ་མཚན་ཡོད་མ་རེད་དེ་ཡིན་ཚང་མ་གྲོས་ཚོགས་ནང་ལ་ད་ད་རིང་འདའི་ལ་མིག་དངོས་སུ་འདའི་དྲི་བ་དྲི་གི་ཡོད་པ་སོང་ཙང་ཨ་ནི་ངས་ད་རིང་ལན་དེ་རྒྱབ་གི་ཡོད། གལ་སྲིད་དཔང་རྟགས་དགོས་གི་ཡོད་བ་ཡིན་ན་ཁྱེད་རང་གི་ཁ་པར་ཨང་གྲངས་འཛུགས་ངའི་འགས་སྒྲུང་དེ་ངག་དབང་དགེ་ལེགས་ལགས་དེ་ཡོད་རེད་བྷི་ཨོ་ཏི་ལ་ཡར་སྤྲད་ཤར་བ་བྱེད།

དེའི་ནང་ལོགས་ལ་རྒྱུ་མཚན་ཡོད་པ་གར་ཐོང་གི་འདུག་རྒྱུ་མཚན་མེད་པ་གར་ཐོང་གི་འདུག་ངས་ད་ལྟ་བར་དུ་རྒྱ་གར་རིན་པོ་ཆེའི་བཀའ་སློབ་གནང་ཞོར་ཆ་ཚང་བ་དེ་རྒྱུ་མཚན་ཡོད་པ་རྐྱང་རྐྱང་ཞིག་མ་གཏོགས་མེད་པ་ཐོང་གི་མི་འདུག་ཞེས་འདོད་སོང། དེ་ནས་དོན་དག་གཅིག་དེ་དོན་དག་གཅིག་དེ་ད་ལྟ་ནད་ཡམས་སྐོར་དེ་རེད། PM Fund ལ་ད་ལྟ་རྒྱ་གར་སྲིད་བློན་གྱི Fund དེ་ནང་ལོགས་ལ་ཡང་རོགས་དངུལ་དེ་བྱེད་ཡ་དེ་སྲིད་སྐྱོང་ཟུར་བེད་ཀྱི་དུས་ཚོད་ལ། ནས་མང་ཚོགས་ལ་ཡང་འབོད་སྐུལ་ཞུས་ཆེད། རྒྱ་གར་སྒོར་མོ་འབུམ་བཞི་བརྒྱ་ལྔ་བཅུ་ཆེད་དུ་བྱས་ནས་བོད་མི་ཚོས་ཀྱིས་དེའི་སྐབས་དེར་ཞལ་འདེབས་བསྡུས་ཤག་དེ་མང་ང་དེ་ཨ་མི་རི་ཀ་ནས་རེད་ཤག་འདུག་བྱེད་དུས་ཚན་པ་སྐབས་དེ་དུས་ཚན་པ་ནི་སྲིད་སྐྱོང་ངའི་གོ་ཡས་ལ་ད་ང་རང་རང་གི་གོ་ཡོད་མ་རེད་ང་རང་ངའི་གོ་ཡས་ལ་སྲིད་སྐྱོང་ཟུར་པས། ཨ་ནི་འདི་གའི་འདི། འབུམ་ལྔ་བརྒྱ་ཐམ་པ་ཡ་པིའམ་ལ་ཕན་ལ་ཕུལ་ཡ་ཡིན་ཞེས་ནི་གསལ་བསྒྲགས་གནང་གྲུབ་པ་རེད་ཞེས་ཡ་ཅིག་གོ་སོང། དེ་ཡིན་དུས་བསམ་པ་ལ་ཡིན་ནི་ཡང་དངུལ་འདི། ང་མ་སླེབས་བར་དུ་ཅིག་གིས། ཨ་ནི། པིའམ་ཕན་ལ་བཏང་ཚར་མི་འདུག། བཏང་ཚར་མེད་དུས་བསམ་པ། ཨ་ནི་དཔལ་འབྱོར་ལས་ཁུངས་ནས་འདི་སྐད་ཆ་དྲིས་བསྡད་ཀྱི་འདུག་ད་འདི། དངུལ་དེ་འདྲ་ཅིག་སླེབས་བསྡད་ཡོད་རེད་ད་འདི་ཆ་ཚང་ཅིག་པིའམ་ཕན་ལ་བཏང་དགོས་ཀྱི་རེད་དང་མ་རེད་ཞེས་ནི་སྐད་ཆ་དྲིས་ཀྱི་འདུག། སྐད་ཆ་དྲི་དུས་ཚན་པ་ངས་དེ་དུས་ག་རེ་ཞུ་བ་ཡིན་ཟེར་ན། ད་ང། ངས་དམ་བཅའ་ཕུལ་བ་དེ་ལྟར་ཉི་ཤུ་རྩ་བདུན་ལ་ཕུལ་རེད། ལྟར་ཉི་ཤུ་རྩ་དགུ་ལ་སྤྱི་འཐུས་རྣམ་པ་ཚོ་ཕེབས་ཀྱི་ཡོད་རེད་སུམ་ཅུ་བདུན་བར་ལ་དམ་བཅའ་ཕུལ་བྱས་བ་ཡིན་ན་ལྟར་རེ་གཅིག་གཉིས་ལ་གྲོས་ཚོགས་འཚོགས་བ་ཡིན་ན། འདི་སྐོར་དེ་གྲོས་ཚོགས་ལ་ཕ་ཁེ་འགྲོ་ནའས། ག་རེ་ཟེར་ན། འདི་སྔོན་རྩིས་བཀའ་འཁྲོལ་ཞུ་མི་འདུག། སྔོན་རྩིས་བཀའ་འཁྲོལ་ཞུ་མེད་དུས་ཚན་པ་ལ་གྲོས་ཚོགས་ལ་ཁེ་འགྲོ་ནའས་བྱས་ནས། ད་དེ་སྔོན་རྩིས་བཀའ་འཁྲོལ་ཞུ་མི་དགོས་ཡའི་རྒྱུ་མཚན་དེ་ག་རེ་ཟེར་ན། དོན་གཅོད་ཁག་སོ་སོ་སུ་ནས་དངུལ་ཡར་བསྡུས་བྱས་དཔལ་འབྱོར་ལས་ཁུངས་ལ་ཡར་གླེང་ནས་རྒྱ་གར་སྲིད་བློན་གྱི PM Fund ནང་ལ་བཏང་ཡག་ཡིན་དུས་འཚམས་པ་ལ་བཀའ་འཁྲོལ་ཞུ་མུག་བ་བྱས་བྱས་ཞུ་ཡོག་མ་རེད་ཟེར་གྱི་འདུག་ལྟ་དེ་ཁོ་སྒྲིག་གཞིག་འགྲོ་སྟངས་ཀྱི་ཐོག་ནས་སྒྲིག་གི་ཡོད་པའི་དབང་དུ་བཏང་པ་ཡིན་ནི། དཔལ་འབྱོར་ལས་ཁུངས་ཀྱི་ལས་བྱེད་ཚོ་ང་ལ་ཞུ་དུས་འཚམས་པ་ལྟས་ཚེ་ཚེར་རྡོ་ཁ་བོ་འདྲ་ཞིག་ལབ་ཀྱི་འདུག་གར་སེ་ན། སྐབས་དེ་དུས་འཚམས་པ་ང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ལས་ནད་ཡམས་འདི་ཤུགས་ཆེར་ཞི་བོ་ཞིག་འགྲོ་བསྡད་ཡོད་རེད། ང་ཚོ་ལ་འགྲོ་སོང་བཏང་ཡ་ལས་དཀའ་ངལ་འཕྲད་བསྡད་ཡོད་རེད། དེ་ཡིན་དུས་ང་ཚོའི་བསམ་བློའི་ནང་ལུགས་ལ་ག་རེ་འཁོར་བ་རེད་ཟེར་ན། འབུམ་བཞི་བརྒྱ་ལྔ་བཅུ་འདི་ནི། གྲོས་ཚོགས་ལ་མ་བཀའ་ཁྲོལ་ཞུས་ནས་གྲོས་ཚོགས་ཚོགས་ཐུབ་པ་ཡིན་ན། གྲོས་ཚོགས་ལ་བཀའ་ཁྲོལ་ཞུས་ནས་བརྒྱ་ཆ་ལྔ་བཅུ་གཅིག PM Fund ལ་ཡར་ཕུལ། བརྒྱ་ཆ་ལྔ་བཅུ་གཅིག་ང་ཚོ་ལ་བེད་སྤྱོད་བཏང་ཆོག་བ་གྱིས་ཟེར་ན་གྲོས་ཚོགས་ལ་བཀའ་ཁྲོལ་ཞུ་དགོས་བསམ་པ་རེད། ཡིན་པ་ཡིན་ན་སྐབས་དེ་དུས་ཚན་པ་གྲོས་ཚོགས་ཚོགས་མ་ཐུབ་བས་སོང་ཙང་དེ་ནི་ང་ཚོ་ད་འདོད་ཐག་མ་ཆོད་ཏེ་ཞེས་དགའ་སོང། དགའ་དུས་ཚོད་པ་ཐ་མ་དེ་ད་ལྟ་འདི་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་བསྡད་ཡོད་རེད་ད་ང་ཚོ་གྲོས་ཚོགས་ཀྱི་ག་ཚོད་རེད་སྙེ་མ་དངུལ་བསྡུ་བའི་ཁོ་རང་འདིའི་ཆེད་དུ་བསྡུ་བ་ཡིན་པས་ཚོང་ཙང་ད་ང་ཚོ་ད་ཅི་སྟེ་ཕམ་ད་ཕང་ད་ཕང་པོ་འདུག་ང་རང་ཚོ་ནང་ལོག་ལས་ལས་ཡང་མང་པོ་ཡོད་དུས་སམ་ཕང་པོ་འདུག་ཨ་ནི་ད་ཡིན་ནི་མིན་སྐབས་དེ་དུས་ཀྱི་ཐག་གཅོད་འདི་དང་གསལ་བསྒྲགས་འདི་གནང་གྲུག་ཡོད་ན་དེ་ནི་ང་ཚོ་ཆ་ཚང་ཅིག་རྒྱ་གར་གཞུང་པའི་པི་ཨེམ་ཧྥན་ད་ཡང་ཕུལ་བཞག་ནའས་དེ་ལབ་དུས་ཚོན་པ་ཀརྨ་ཆོས་དབྱིངས་ལགས་ཀྱིས་གར་སོང་ཟེར་ན། ཨ་རིག་དོན་གཅོད་དངོས་གྲུབ་ཚེ་རིང་ལགས་ཀྱིས། ཨ་ནི་ཚུར་ལན་གཅིག་བཞག་བཞག་ཁོ་རང་ལ། ལན་གཅིག་བཞག་བཞག་ཨ་ནི་ལན་ག་རེ་བཞག་འདུག་ཟེར་དུས། ད་འདི། ཨ་མི་རི་ཀ་ནས། དེ་དུས། དོན་གཅོད། ད་ལྟ་དོན་གཅོད་དངོས་གྲུབ་ཚེ་རིང་ལགས་ཡོད་རེད་དེ་དུས་དོན་གཅོད་དངོས་གྲུབ་ཚེ་རིང་ལགས་ཀྱིས་ཀརྨ་ཆོས་དབྱིངས་ལགས་ལ་ལན་ག་རེ་བཞག་ཟེར་ན། ད་འདྲ་ཡས་བསྡད་ཡོད་རེད་ཁ་པར་ཡས་བསྡད་ཡོད་རེད། དེས་ན་ལན་གར་བཞག་བཞག་ཟེར་ན། ཨ་རི་ནས་རོགས་དངུལ་དེ་འདྲ་དེ་འདྲ་དེ་འདྲ་ཞིག་བྱུང་སོང། ཀ་ན་རྡ་ནས་འདི་ག་སི་དེ་ག་སི་བྱུང་སོང་དངུལ་འབོར་དེ་ག་ཆགས་ཀྱི་འདུག། ཨ་ནི་བོད་རིགས་ཚོགས་པའི་གི་ཚོགས་གཙོ་ཁག་ཅིག་གི་བསམ་ཚུལ་ལ། ཚང་མ་པི་ཨེམ་ཧྥན་ལ་ཡག་ཕུལ་མུ་འགོག་བྱེད། དེ་ནས་ཆ་ཤས་ཅིག་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ལ་ཡ་ནན་ལ་འགྲོ་སོང་བཏང་ན། ཞེས་ནས་བསམ་ཚུལ་དེ་འདྲ་འདུག་ཞེས་ནས་ལན་དེ་འདྲ་ཅིག་བཞག་ན། འདི་བཞག་པའི་རྒྱུ་མཚན་ལ་བརྟེན་ནས་ད་ང་ཚོས་ག་རེ་བྱེད་པ་རེད་ཟེར་ན། དེ་དུས་ང་ཚོ་འཛའ་དྲག་ཆགས་ཀྱི་ཡོད་རེད། དངུལ་གྱི་འགྲོ་སོང་གི་ཐོག་ནས་དཀའ་ངལ་འཕྲད་ཀྱི་ཡོད་རེད། དེ་ཆགས་ཀྱི་ཡོད་དུས་བསམ་པ་ད་ང་ཚོ་མཐའ་མ་ཕར་ཚུར་གྲོས་བསྡུར་བྱས་ནས་དཔལ་འབྱོར་ལས་ཁུངས་དང་ཚང་མ་གྲོས་བསྡུར་བྱས་ནས་ད་ཁོ་དངུལ་རོགས་དངུལ་གསར་པ་ཆགས་ཀྱི་ཡོད་རེད་རོགས་དངུལ་གསར་པ་ཆགས་ཀྱི་ཡོད་དུས་བསམ་པ་ལ། ཨ་ནི་སྔོན་རྩིས་སྟངས་འཛིན་གྱི་སྒྲིག་དོན་ཚན་བདུན་པའི་ནང་གསེས་ལྔ་པ་གཞིར་བཟུང་བྱས་ནས་བོད་དམངས་སྤྱི་འཐུས་རྒྱུན་ལས་ལ་ཕར་ཕུལ་དགོས་ཡ་དེ་ཕར་ཕུལ་ནས་ད་བཀའ་ཁྲོལ་དེ་ཡ་ཞུ་བྱ་ན། བརྒྱ་ཆ་བདུན་ཅུ་དོན་ལྔ་དེ། འབུམ་བཞི་བརྒྱ་ལྔ་བཅུ་ན་ནོ་ནི་བརྒྱ་ཆ་བདུན་ཅུ་དོན་ལྔ་སྟེ། པིའམ་ཧྥན་ལ་ཡང་ཕུལ་ཡ་ཆེ། བརྒྱ་ཆ་ཉི་བཞི་རྩ་ལྔ་སྟེ། ཞལ་འདེབས་སྡུག་བསྔལ་གྱི་ནང་ལོ་ནས་བོད་རིགས་ཚོགས་པའི་གི་ཚོགས་གཙོར་འཛུགས་དགོས་གསུངས་ཡོད་པའི་རྒྱུ་མཚན་ལ་བརྟེན་ནས་བརྒྱ་ཆ་ཉི་བཞི་རྩ་ལྔ་ཇི་ལྟ་ང་ཚོ་དེ་བོད་པ་ལ་འགྲོ་སོང་བཏང་ཡ་ཆེ་ནགས་སི་ཆེ་ནི་འབུམ་བརྒྱ་དང་བཅུ་གཉིས་དང་ཁྲི་ལྔ་ཅིག། ཨ་ནི་ང་ཚོ་དཔལ་འབྱོར་ལས་ཁུངས་ཀྱི་བརྒྱུད་ནས་ད་སྤྱི་འཐུས་རྒྱུན་ལས་ལ་བཀའ་འཁྲོལ་ཞུ་ཡ་དང། ཨ་ནི་འདིས་ང་ཚོ་བོད་པའི་སྤྱི་ཚོགས་ཀྱི་ནད་ཡམས་ཀྱི་དཀའ་ངལ་འདི་ལས་ཡག་འགྲོ་སོང་བཏང་ཡ། བརྒྱ་ཆ་བདུན་ཅུ་དོན་ལྔ་འདི་ཨ་ནི PM Fund ལ་ཡང་ཆ་ཚང་བཏང་ཟིན་པ་རེད། བཀའ་འཁྲོལ་ཞུ་སྟངས་འདི་ཚོ་དེ་འདྲས་རེད་ཞེས་ནས་དེ་ཞུ་གི་ཡོད། དེ་ནས།